ཨོ་རྣམ་པ་ལ་འཇིག་ད་ད་ལྟ་ང་ཚོ་དོན་ཡོད་ས་ཡོད་ན་ད་ཅོ་ནང་རི་ཁྲོད་རྫིས་དེ་ནི་ཅོ་མོ་ནང་གི་ཡ་ར་ཕེ། དེ་ནི་ལྷ་རྩེ་རྫོང་ནས་མ་ར་ད་གཙང་བོར་བརྒྱུད་ཐུ་ར་མ་ར་འོང་ན་སྤྱི་ལེ་དྲུག་ཆིག་རེ་བརྒྱུད་ཙམ་ཙི་ག་ཡོང་དགོས་གི། ད་སྤྲིན་འཛིན་ས་ཁོང་གི་དབང་དུ་བཏང་ན་ལྷ་རྩེ་རྫོང་དང་དེ་ནི་ད། ཕུན་ཚོགས་གླང་ཡེར་ཤོག་གི་མངའ་ཁོངས་རེད།

སྦྱོར་དྲུག་གི་གདམས་པ་མི་འདྲ་བ་བཅུ་བདུན་ཙམ་གསན་ཀྱང་ཉམས་སུ་བླངས་ཚེ། གྲུབ་པའི་རྟགས་མཚན་ཡང་མང་དུ་བྱུང་ཚེ། ལྷག་པར་དུ་ཡི་དམ་གྱི་གཞི་རགས་སུ་བཀོད་བཞིན་སྦྱོར་དྲུག་གི་ཁྲིད་ཡིག་མཛད་རྩིས། ད་ལྟའི་སྟབས་ཀྱི་ཐ་ཆད་ཀྱི་སྦྱོར་བ་ཡན་ལག་དྲུག་གི་ཁྲིད་ཡིག་འདི་ཆེས་ཐོག་མར་མཛད་མཁན་དང་ཕར་ཆེར་ཁོང་རུ་ཁེར་གྱི་ཡོད་ནས།

ཀུན་མཁྱེན་དོར་བ་ཤེས་རབ་རྒྱལ་མཚན་ཁོང་ཡང་དུས་རབས་བཅུ་གསུམ་པའི་ད་སྐད་ཙམ་ཟིག་ག་ཁོང་རུ་སྐུ་བལྟམས་ནས་དེ་ནས་ད་སློབ་སྦྱོང་བྱེད་ཡུལ་འདྲ་བཟི་ན་གཙོ་བོ་ས་སྐྱ་དགོན་པ། ད་སྐབས་དེ་མཚོན་བརྗོད་བྱས་ན་ས་སྐྱ་དགོན་པ་ཡང་དར་བའི་རྩེར་སོན་པའི་སྐབས་རེད་ཟེར་ན་ཧ་ལམ་ཆོག་ནས་དེ་ནས་ཁོང་རུ་དགུང་ལོ་ཉི་ཤུ་རྩར་ང་གི་སྟེང་ང་ད་ས་སྐྱ་གི་ཁྲི་བཞུགས་ད་ལས་དེ་ནས་བཟུང་ཁྱིམ་དཀར་བོར་ང་གི་འཁྱེར་གྲགས་གནང་དེ་ལས་ད་ད་མཁས་པའི་མཚན་སྙན་ཆེས་ཆེར་བརྗིད་ནས། ངའི་དགུང་ལོ་སོ་གཅིག་གི་སྟེང་ང་ད་གདན་ས་འདི་ཕེབས། གཡུ་རྒྱལ་ཡོན་ཏན་རྒྱ་མཚོ་དེའི་དག་སྦྱོར་བ་ཡན་ལག་དྲུག་སོགས་གཟའ་ཟབ་མོའི་ཆོས་སྐོར་ཐམས་ཅད་པོ་བསམ་པའི་དག། ཉམས་རྟོགས་ཁྱད་པར་ཅན་གྱི་ལ་སྤྱི་ཡིས་ཟེར། དེ་ནས་ད་གུང་རིགས་དགུང་ལོ་སུམ་ཅུ་སོ་ལྔ་གི་སྐལ་བ་དང། གདན་ས་འདི་སྐྱོང་ཁུལ་གྱི་ད་ཐུགས་འགན་བཞེས་ཤིང་ད་སྐབས་དེ་གུང་རིགས་ཀུན་བླ་མ་ཆོས་རྒྱལ་ཡོན་ཏན་རྒྱ་མཚོར་སྐུ་བཞི་བར་གཤེགས་པའི

ཡིན་ནའང་དེ་རྟོགས་པ་བྱེད་དགོས་ས་ཟིག་ག་ད་འདི་གྱོ་མོ་ནག་ཅིག་གི་ནི་འདི་འདི་གྱོ་མོ་ལོང་བ་གི་ནང་ཏག་ཏོག་ཁེར་གི་མེད་ནི་ད་འདི་རི་ཕྲུག་ཡོད་ས་གི་འདིའི་ཤར་ཕྱོགས་ག་ར་རི་བསྒར་བཞག་ཟིག་གི་མར་ནང་གི་ལོང་བ་དེ་མྱོང་ང་བག་མདའ་ལོང་བ་ཟིག་གི་མོ་བག་མདའ་ལོང་བ་གི་མདོ་ན་དེའི་བག་མདའ་གྲོང་ཚོ་ཡོད་ས་བོ་བག་མདའ་གྲོང་ཚོ་གི་དེ་ནི་ད་སི་ར་འདི་ལྷོ་ནུབ་གི་ཕྱོགས་ག་ཡ་ར་རི་རྩེ་ཡ་ར་འབྱར་བཞག་ན་ད་གྱོ་མོ་ནག་ཅིག་གི་ནི་དེ་ཕར་ཁྱེར་དེའི་ངོས་འཛིན་གི་ཡོད་ནི་དེ་འདྲ་ཟིག་རེད། Douyin།